ཆོས་བོད་ལས་འགྲོ་མཁན་དཀྲུག་གི་མི་འདུག་ཨེས་ལ་འུ་ཐུག་ཟེར་བ་འདི་རོ་ཁོ་ནི་ཆོས་བོད་ལས་འགྲོ་མཁན་དཀྲུག་གི་མི་འདུག་ཨེས་ག་རེ་ཟེར་ན་བོད་ལས་ཕར་འགྲོ་ཡག་གི་སྤང་ཟེར་ཏེ་ཁོ་ལས་རོགས་རྒྱག་དགོས་གོ་རེད་པ། དེ་འདྲ་ཞིག་དེ་ག་གནང་ཞིག་ད་ལྟ་ངས་གོང་དུ་དགོན་གཙུག་ལག་རང་གི་དགེ་ཕྲུག་ཡིན་པ་གྲྭ་པ་སོང་དེ་བི་ཀེ་འབྲང་ལས་བུ་འཇོ་བྱུ་རེ་ལ་ཡིན་པ་དེ་ཚོ་ཁོས་གི་ད་ལྟ་བུ་མོ་རང་གི་ཁོ་རང་ངོ་ཤེས་པ་དང་གྲྭ་པ་མང་པོ་ལས་ཁོ་འདུག་ཟེར་ལགས་དོ། ཁོ་ཚོ་གནས་ལུགས་ལ་འགྲོ་རྒྱུ་ཡོད་མ་རེད་ད། ཁོ་ཚོ་དེ་སྐོས་ནང་བཞིན་གྱི་ལས་ཀ་བྱེད་ངེས་དེ་འདྲ་རེད་ད། དེ་ཚོ་ཚང་མ་ནས་ཆོས་ལང་སོགས་གསལ་པོ་ཞིག་ནས་ཁུངས་ལ་ཁོ་ཚོ་འབྱོར་འགྲོ་བ་རེད། ཆོས་ལང་འགྲོ་ཤེས་བ་མ་རེད་ད་དེ་འདྲའི་རིགས་ལ་ཡོད་རེད། དེ་ཚོ་ཚོ་མི་ཚོ་ད་ནང་བསྡད་ཡོད་རེད་ཚང་མ་ཐག་བཅད། དེ་ག་ནང་བཞིན་གྱི་ད་ལྟ། བྱང་འཕགས་ཀྱི་དགེ་བཤེས་ཨ་ཙཱ་ར་སེང་གེ་ཞིག་ཡོད་རེད།

ཨ་འི་བལ་བོ་ཚོ་ལ་ཡ་ཨ་ནི་ཇི་རང་བཙན་ལག་དེབ་དེ་དེ་ངས་ཟེར་བ་ངས་བྱས་དགོ་ཟེར་ད་ག་ནད་ནས་ཁུག་ཕར་ལ་ནི་དཔེ་ཤང་གྱི་ཚི་ལེན་གྱི་ར་ནི་ད་པ་པ་སེའུ་ཡི་ལ་ནི་འདྲ་བ་ནི་ཨ་མ་སེའུ་ཡི་ལ་ནི་འདྲ་བ་ནི་ག་རི་ལ་ནི་འགྲིག་གི་བར་ད་ཁོ་ག་རི་ལ་ནི་འགྲིག་གི་བར་ད་ད་དཔེ་ཤག་དགོ་བར་དེ་ད་ཁོ་ལ་དེ་འདྲི་ཞེས་ཐ་མོ་ཐ་ཤི་དེ་ད་འཛིན་ཨ་རོ་ནི་ད་སྔ་མོ་ཐོང་སེ་ན་ཤི་རེ་དེ་ནི་ད་ག་ཁུག་གྱི་ཐ་མོ་དེ་ལ་ཡི་ཇི་ཅི་བྱེད་ངེས་མེད་པས་ནེ་ཆ་ལོ་ཆ་ཤ་ན་ད་ལོ་གྱི་ནི་ཁོང་ལ་ཆ་ཤ་ན། ཀྲུའུ་ཧུའུ་ཉག་ནས་རེད་བ་ཨན་ཏི་སི་པེ་ཤ་ར་ཇི་ད་ཨའོ་གྲུ་གུ་ཇང་ཚི་ནས་གྲུ་གུ་ཡོག་རེད་བྱས་ཙང་དེ་ཡིན་དེ་གོ་ལ་ད་ཁོ་ཝུའུ་ཐུ་ཐ་ཟེར་དེ་གོ་ལ་ད་ཁོའི་ལོ་རྒྱུས་དེ་ཆ་ཚང་ཤེས་བ་ཡིན་ཙང་ཁོས་གོ་དང་པོ་ནས་ཚོང་གི་མ་ས་ཁོ་རང་དེ་འདྲི་བྱེད་ཚུལ་བཞག་ཁོ་རང་ནང་ལས་འདྲི་དེ་འདྲི་ཚང་མ་བྱས་ཨ་ནི་དེ་སྟེང་ནས་དེ་ཅི་རེད་བ་ད་བ་ན་འདི་འདྲས་ཀྱི།

གྲྭ་བ་དེ་ཚོས་ཁོ་རང་གི་ད་ངོ་ཤེས་པ་དེ་ཚོ་ལས་ཡག་ནི་ཁོས་གིས། མི་འདི་དང་འདི་ཞེས་བྱ་བ་བོད་ལས་འགྲོ་ནས། ད། སྤྲུལ་སྐུ་བསྟན་འཛིན་ལྡི་ལི་ནས་ཚུལ་བྱེད་པ་ཚང་མ་ཐང་ཆད་ཁོས་ཨ་ནི་ཁོ་ཚོ་གི་ལྷག་བཀག་སྡོམ་བྱེད་ཀྱི་ཡོད་རེད། ང་ཚོ་ལ་དགའ་གི་ཡོད་མ་རེད། བཀྲ་ཤིས་སྔོན་པོ་རྒྱག་གི་ཡོད་རེད་བོད་ལ། བྱས་ཙང་ངས་ཁོ་ཚོ་རེ་རེ་བཞིན་ནས་མ་སྤྲད་པ་ཡིན་ཟེར་ཁོས་ཞལ་བཞེས་དེ་ངོ་ཡོང་གི་ཡོད་རེད་པ། ངོ་ནས་ཁོས་བཤད་ཡོང་གི་ཡོད་རེད་པ།

ཅེས། སྐུ་ངག་འབྱིན་གྱིས་ད་པུ་ལི་སི་གི་བེམ་པོའི་སྟེང་གི་མར་ཁྲལ་བཏང་ནས་ག་འོ་ག་སོགས་ལ་ཁྲིད་ལ་སོགས་པ་ད་འདི་ཚོ་ལས་ཐང་དང་ཡོངས་གྲགས་རེད་རེད་པ། ཡིན་ནའང་གང་ལྟར་ཤི་ལོ་ཉིས་སྟོང་གི་ལོ་དེ། ཉིས་སྟོང་གཉིས་ཀྱི་ལོ་དེ་ལ་དེ་ག་ན་ཆགས་ཀྱི་ཡོད་རེད། ག་རེ་བསམ་ན་ཁོ་གིས་དུས་དུས་ང་ཚོ་གྲྭ་བ་འདི་ཚོ་ཁ་ཤི་ཁ་ཤི་ལ་ག་རེ་ཤེས་ཀྱི་ཡོད་རེད་བསམ་ན། ངས། ལྷ་དང་བླ་མེད་ཀྱི། དོན་དག། ཟེར་ནི་མི་འདུག་གང་ལྟར་ལྷ་བཀག་སྡོམ་བྱེད་མཁན་གྱི་མི།